ཡ་བྱང། གངས་ལྗོངས། ཕ་སྐད་གཙང་མའི་གླེང་སྟེགས་ཀྱི་ཚོགས་གཙོ་ཚོགས་གཞོན་དབུས་པའི་དོན་གཉེར་ཅན་རྣམས་ལ་ཡང་ངས་འདི་ནས་མ། འཚམས་འདྲི་སྐུལ་གྱི་གསལ་བཏངས་བཅས་མ་ཞུ་གི་ཡོད་དོ། དེ་དང། ད་འདི་ནས་མ་ཞུ་བྱེད་ལ་ཡང་ད་ད་རེས་ང་རང་ཚོ་ད་ལྟ་དེ་སྔ་རྒྱུན་སྙིགས་མའི་བཀའ་འགྱུར་དཔེ་དེབ་རེ་ད་གང་སོ་ཁོ་རེད། དཔེ་དེབ་གྲངས་བརྒྱ་དང་ཉི་ཤུ་རྩ་དྲུག་ན་ཡོད་འདོད་པའི་གི་གསུང་དུས་ད་ད་རེས་བེད་སྤྱིན་མ་བྱེད། ཀློག་འདོན་ཞུ་བ་དེ་མ་འཇུག་དྲན་འགྲོ་གི་ཡོད།

པེ་ཅིན། མཇུག་འགྲིལ་ཐུགས་ཀྱི་རིག་གསར་འགྱེད། ཡ་ཡ་ཡ་ཡ་ད་དེ་ནས་ང་ནག་ཚོ། རྩ་བའི་དེ་འདྲ་མ་བྱེད་ངས། ང་ཡི་བློ་བསྡུ་ཞུ་ཡ་དེ་ལ་ཡ་འདི་གཉེར་ནས་ཞུ་ཞུ་ཆུ་ཐོག་མ་ནས། དེ་ང་རའི་ངོས་ནས་དེ་འདྲའི་ལེགས་ཆ་སྐྱེས་ལ་ཡ་བྱང་པ་མེད་པ་ཡིན་དུས། ཨ་ནི། བརྒྱ་ཆ་བརྒྱ་ཐམ་པ་བེད་སྤྱད་ཡིན། ཏག་ཏག་རེག་གི་ཡོད་མེད་དེ། ངས་ཞུ་ཚོད་ཐིག་མི་འདུག་ལ་ཕེ་ཅན། ཏག་ཏག་རེག་གི་མ་རེད་བསམ་བསམ་རེ་བྱེད་འདུག། ཡིན་ནས་ད་ག་ད་ང་ཡིག་གི་གཞུང། ང་ཡིག་བསླབ་ཐབས་ཀྱི་གཞུང་གཞི་བཟུང་བྱས་མ་བྱས། ཡི་གེ་ཁོ་རེ་ངོ་གཏོང་ན་མ་བྱས་སྒྲ་གདངས་བློ་གདངས་དེ་ཚོ་ཕེ་ཅན་ཕེ་ཅན་རེད་ད་ང་ཡིག་གཞུང་ན་ཡུལ་དེ་བས་ཞེ་སོང་ཅན་མ་ཞུ་དེ་གི་ཡོད་ཙང། དེ་ཚོ་མ་བྲིས་པའི་ཡོད་མདོག་ཁོག་མ་རེད་བསམ་གི་རེད། ད་དེ་བ་སྟེ་དེ་ཆེས་ཞན་ཆེར་བརྗོད་པས་ན་ཕལ་ཆེན། ཚིག་སྔ་ཕྱིའི་གཅོད་མཚམས་དེ་བ་ལས་ད་ལྟའི་དེ་ཞན་ཆ་ཞན་ཆ་ཅིག་ཆགས་གི་རེད་བསམ་གི། ཨ་ནི་གཅིག་པུ་གང་ཟེར་བ་དེ་ཚེག་དྲག་རྣམ་འབྱེད་ཀྱི་སྒྲ། ཡ། ཏོ། ཞེས་སྒྲ་དང་སྒྲ་མ་འདྲ། རྒྱུ་དྲུག་ཡོད་ཙང་དེའི་ཐོག་ནས། སྒྲ་དོན་དང་ལས་བལྟས་ཏེ་ཁྱད་པར་དྲུག་མེད་དོ། ད་དེ་མ་འདོད་གཞན་དག། ང་ཡིས་ན་གསལ་ཞེས་པ་ནས་གཞན་བྱས་བྱས་པ་གཅིག། ལོག་ལྟ་དུ་མ་ཞུགས་ཏེ་ཡོད་ཙང་དེ་ཚོ་བེད་ཅན་དང་འགྲིག་སྟེ་བརྒྱ་ཆ་ཕལ་ཆེན་བརྒྱ་ཆ། དགུ་བཅུ་སོགས་བེད་ཅན་འགྲིག་མེད་དུ་བསམ་ཙང་འགྲིག་ཅེས་ད་ང་རེས་བསམ་ལོས་ན་རྟོགས་ཀྱི་ཡོད། བདག་གནས་བཞིན་བྱས་ཏེ་དོན་གཉེར་བྱེད་མ་དགོས། དུག་སེལ་ང་ཡི་བློ་སྟོབས་དོགས་སུ་མ་བྱས། བསླུ་བྲིད་བྱས་པས་དེ་གའི་ཕན་ཐོགས་ཞེ་དྲག་དུག་སེལ་བྱས། དུག་སེལ་ཞེས་ཞུ་མཁན་མང་པོ་འདུག་ད་ཕན་ཐོགས་ཡོད་མེད་ལ་མ་བལྟས་པར་གང་ལྟར་བདག་གཅིག་ཚོགས་གཙོས་བཀའ་གནང་བ་སོང་ཙང། ད་ཚོགས་གཙོའི་སྐུ་རླུང་ཐོག་ནས་དུག་སེལ་མ་བྱས། ལས་འགུལ་བྱས་དུག་སེལ་མ་འགྲོ་བསྡད་ཀྱི་ཡོད་ཙང། ད་ག་ཚོད་ཀྱི་སྤི་ཁེ་ཆེ་ཁི་ནག་ཚོ་ལས་ཐུ་བྷིན་གསོད་བོད་ནས། དང་འདི་དེ། ཕ་རྒྱལ་གཙང་མའི་གླེན་དེ་ཚོ་ཚོ་ཚོ་གཞོན་ཚོ་གཞོན་ལ་གསོད་པའི་གུ། ཚོགས་པའི་ངོས་ནས་ད་ཅི། ཀུ་ལུང་གནང་མ་ཡིན་དུས་ད་ཁོ་ནག་ཚོ་ལས་ཐུ་ཅི་ཞུ་ཡ་ཅི་ན་ཁོ་ནག་ཚོ་བཀའ་དྲིན་ཆེན་པོ་རེད་ཅེ་ཅེ། བཀའ་དྲིན་རྗེས་དྲིན་ཞུ་ཡ་རེད་ཅེ་རེད། ཨང་ཡ་ཅི་ད་ང་རའི་ངོས་ནས་དེ་བསོད་ནམས་གསར་བའི་དགེ། བཤེས་ཚེ་རེད་ཅེ་རེད། ཨང་ལྷག་པར་དུ་དེ་རིང་མེད་ཅེ། ང་ཡི་ལོ་ཟླ་དུ་འགོ་བཙུགས་པ་ནས་བྱས་རྗེས་ད་དེ་རིང་ས་ག་ཟླ་བའི་ས་ག་ཟླ་བ་མ་རྫོགས་གོང་ལ་ཡང་མཇུག་རེ་བསྒྲིལ་འགྲོ་ཡ་དེ་ཡང་ཅིག་མ་བསྒྲིལ་ལྷུན་འགྲོ་རེ་ཅིག་བྱུང་སོང། འོང་འདུག་ཅེས་དགོངས་པ་བཞེས་རོགས་གནང། ད་ད་ལྟ་དེ་འདྲ་མ་བྱེད། འདིའི་འཕྲོས་གསར་དུ་མ་བྱེད། ལོག་བསྟོན་ཞུས་ཀྱི་མ་དེ་རེད་དཔེ་དེབ་དེ་མ་འཇུག་འབྲི་ཡག་བྱས་ནི། བདུན་ཕྲག་རྗེས་མ་ནས་ཡང་དཔེ་དེབ་ཁྱེད་རང་ཚོ་བསྡུ་ན་མཐོང་སྣང་གནང་ངེས་ཡིན་མེད་ན། ད་ལྟ་དེ་སྔ་འགྱུར་རྙིང་མས་དཔར་སྐྲུན་ཞུས་པའི་བཀའ་འགྱུར། ཨ་ནེ་གཅིག་གི་ཚོས་ཤིང་མ་གསེར་ཅན། དེབ་གྲངས། བརྒྱ་དང་ཉི་ཤུ་རྩ་དྲུག་དེ་ང་ཚོས་མ་བྱེད་ལོག་བསྟོན་ཞུས་པ་རེད།

སྐབས་རེ་སྐབས་རེར་བཀའ་འདྲི་དགོངས་སྐོར་ཞུས་པས་ན་སྐོར་ཞིག་ཞལ་མཇལ་ཡོད་འདོད་པའི་དུས་སུ་བར་ཆད་ཡོ་བསྲང་གནང་ཡ་ལ་ཁྱད་པར་ཏན་ཏན་ཡོང་གི་རེད། ངས་དེ་སྨྲ་ཡོད། བློ་འདོན་ཞུས་པ་མཐའ་གཅིག་ཏུ་བརྒྱ་ཆ་བརྒྱ་གདམས་པ་ཏག་ཏག་རེད་ཡོད་ཟེར་མཁན་བཞུགས་མེད་པ་འོ་དེ་ཚོའི་ཐུགས་ལ་ཉེ་བར་གནང་རོགས་གནང། འོ་ཡ་བྱུང་ད་དེ་ནས་བྱས་བྱས་མ་ད་གལ་སྲིད་ང་རང་ཚོ་བློ་བསམ་དེ་ཡང། ཤོག་གྲངས་བརྒྱད་བརྒྱ་སུམ་ཅུ་སོ་དྲུག་ནང

བུ་སྐྱེས་དང་འཕགས་པ་གཞན་གྱིས་མི་ཐུབ་པའི་རིན་པོ་ཆེའི་ཕྲེང་བ་ཞེས་བྱ་བ་བྱས། ཅེས་ཡང་དག་འདི་གཟུང་ན་དེ་ཤོག་གྲངས་དེར་མ་གཟིགས་གོ། ཤོག་གྲངས་བརྒྱད་བརྒྱ་གསུམ་སོ་བརྒྱད་ན་གཟིགས་དང། བརྒྱད་བརྒྱ་གསུམ་ཅུ་སོ་བརྒྱད་ན་གཟིགས། ཅེས་ཡིག་འབྲུ་གསུམ་པའི་བར་དག་ཏུ་ཨཏ྄་ཏི་ཡ་ཐ། ཨ྄ོ་དཱ་ནཱ་ཀ་རི། བི་པུ་ལ་ཀ་རི།

ཀ་རི། མ་ཀ་རི་སི་མ་རི། ལག་ཤི་མ་པ་ར། པ་ར་ཤ་མ་ནི། དྷ་ན་དྷ་ནི་ཡ། བི་བར་ཏ་ནི། ཤི་རི་ཀ་རི། སར་བ། གི་ར་ཧ། ནག་ཤ་ཏི་ར། པ་ཤ་བར་ཏི་ནི། མེ་ད་ཇ་ན་ནི། པུ་ཏི་ར་ཇ་ན་ནི། བི་རི་བ་ར་བར་ད་ནི།

སར་བ་ཀཱ་ལི་ཀཱ་ལ་ཧ། བི་གྷ་ར། བི་བྷི་ཡ་དཱ། པྲ་ཤ་མ་ནི། པ་ར་ཅི་ཀྲ། པ་ར་ཅི་ཀྲ་ནི་བ་ར་ནི། པ་ར་སའི་ན་ཡ། སྟམ་བ་ནི།

ཕཱར་ཕཱར་སཝཱ་ཧཱ། ཡ། དེ་ནས་དག་ཤོག་གྲངས་འདི་ནི་མོ། ཆེ། མོ། དུས་ཀྱི་ཤོག་གྲངས། གཅིག་པུ་རེ་བཞག། ཤོག་གྲངས་བརྒྱད་བརྒྱ་སུམ་ཅུ་སོ་དགུ་ན་སྲིད་པའི་གོ་དོང། ཏཱ་ཏི་ཡ་ཐ། མུ་ནི་མུ་ནི། མུ་ནི་མུ་ནི། མུ་ནི་རི། མ་ཏི་མ་ཏི། མ་ཏི། མ་ཧཱ་མ་ཏི།

ཨ་ར་ཡཱ་སི་ཁྲ་བཅས་ཨ་ར་ཨ་ར་ཡ་ཨ་བཅས་ཡ་ལི་ཡ་ཨ་ནི་ཤེ་ལོ་ཁ་དེ་བྱ་དུས་ཤེ་ལོ་ཁ་དེ་ས་ཡི་སྒྲ་དང་བསྟུན་ཧོར་ཨ་ཡཱ་སི་ཨ་ར་ཨ་ར་ཡ་སི་ཨ་ཡཱ་སི་ཏཱ་ལོ་ཏཱ་ཨ་ར་ཡཱ་སི་ཁྲ་བཅས་ཨ་ཡཱ་ཨ་ར་ཡཱ་སི་ཁྲ་མ་ཧཱ་བྷ་ཡ་མ་ཧཱ་བྷ་ཡ་ཏཱ་ར་ནི་ན་མ་དྷ་ར་ནི་བོད་སྐད་དུ་འཕགས་པ་འཇིགས་པ་ཆེན་པོ་བརྒྱད་ལས་སྒྲོལ་བ་ཞེས་བྱ་བའི་གཟུངས་བཅས། དེ་ནས་མ། ཡིག་འབྲེལ་ལྔ་དྲུག་ཅིག་མ། བབས་ཕས་ཀྱི། ཏཱ་ཏི་ཡ་ཐ། དཱ་རེ་དཱ་རེ། དཱ་རེ་དཱ་ར་ནི། རཏྣ་ཀོ་ཏེ། ཨ་བྷ་བ་ཀལ་པེ། ཀལ་པེ་ནི། ག་ནི་ཨ་ནནྟ་ཀལ་པེ། ཨ་མི་རི་ཏ་ཀལ་པེ། ཧུ་ཏ་ཤ་རེ། ཨ་ནནྟ་མུ་ཁི།

བདག་བདག་བདག་ལ་ཡ་བདག་བརྒྱ་སྟོད་བདག་ཡ། རོང། སིད། བདག་ཡ། ཡང་དེའི་ཁྲིད་དེ་བརྩེགས་མ་ན་དང་རྟ་ཡིན་དུས་ན་དེ་བདག་ཡ་ལས་བྱ་བྱེད། སིད། བདག་ཡན། ད་ཤི་བི་ཏུ། སིད། བདག་ཡན་ཏུ་མེ། མནྟར་པ་ད་སུ་ཧ། ཧོ། དུ་བྱེད། དེ་ནས་འཕགས་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སྟོང་ཕྲག་བརྒྱ་པའི་གཟུངས་བཅས་ཤོག་གྲངས་བརྒྱད་བརྒྱ་བཞི་བཅུ་ཞེ་བརྒྱད་ནང་གསེས་ཕེབས་པའོ། བཅོམ་ལྡན་འདས་མ་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཕྱག་འཚལ་ལོ། ཏཏྱ་ཏཱ་ཨོ་མུ་ནི་དྷར་མེ། སངས་གྷྲ་ཧ་དྷར་མེ། ཨ་ནུ་ཨ་ནུ་གྷྲ་ཧ་དྷར་མ། ཧཱུྃ། བི་མུཀྟི་དྷར་མེ། སཱ་ར་ཨ་ནུ་གྷྲ་ཧ་དྷར་མེ། བེའུ་ཤི་ར་བ་ན་པ་རི་བར་ཏ་ན་དྷར་མེ། སར་བ་ཀར་ཡ་པ་རི་པྲ་པ་རི་པྲ་མ་ན་དྷར་མེ། སཱ་མན་ཏ་ཨ་སཱ་མན་ཏ་ཨ་ནུ་པ་རི་བར་ཏ་ན་དྷར་མེ་སཱ་ཧ། ད་འདི་དེ་སཱ་མན་ཏ་ཞེས་བཏགས་བ་དེ་ལས་ཡང་ཅུང་ཅི་ཡོད་དེ་བས་དེ་ཨ་ཡིན།

རྒྱམ་ཉགས་ཞེས་རྒྱ་ལ་ཉག་སྟག་ཞེས་པའི་ཡིག་དེ་རྒྱགས་པ་ཀློག་ཞེས་ཨར་མ་མདོ་ཡང་རྒྱ་དེ་ཡ། པ་ར་ཏཱ་པྲ་ལ་ཡ། རྒྱ་འགྲོ་ཡ་སྐད་མ་རེད། འོམ་བུ་ར་གེ། ཤི་རུ་ཏི་ཤ་ར་བཞིན་གྱི་རུ་རུ་ཨ། འོམ་བུ་ར་གེ་ཤི་རུ་ཏི་སྨིར་ཏི། མ་ཏི། བི་རྒྱ་ཡེ་སུ་ཧ།

སི་ཏན་ཏུ་དེ་དེ་རྗེས་ཀློག་དུས་ཞུ་ཡག་དུ་མ་ཞུས་ཚར་ད་དེ། སི་ཏན་ཏུ་མམ་བྷ་ག་བ་ཏི་སར་བ་གྷྱན་སཱན་དཱ་རི། བྷ་ག་བ་ཏི། བུ་ཆི་ལ། དང་དུ་བརྩེགས་མ། བཅའ་དང། བཅའ་དང་ཆ་ནི། བརྩེགས་པའི་ཁ་དོག་ལ་ཡང་བརྩེགས་མའི་ཐོག་མའི་བཅའ་སྟེ། གོང་མའི་བ་ལ་ཡང་བྱང་བའི་འདུས་སྐབས་ནི་དག་ཡི་སྒྲ་དང་དོན་ཡང་ཡིན་གསུངས་པ་རེད། དག་གི་སྒྲ་དང། དོན་དེ་འབོད་བྱེད་ཡིན། འབོད་བྱེད་ལ་ཟེར་ཡང། པྲ་སཱ་ར་དེ། ཧཱས་དང་མ་མ་སུ་ཀ་ར། སི་ཏི་སི་ཏི། བུ་ད་བུ་ད། ཀམ་པ་ཀམ་པ། ད་ལྟ་དེ་གང་གི། ཀ་གང་གི་དེ་ལུས་གོ་གོ་དེ་མ་ཡི་སྒྲ་དང་དོན་ཡང་རེད་གང་ཟེར་ན་ཁོ་རང་ཚིག་གྲོགས་པ་དེ་ཡི་གི་ཕྲད་དང། པ་སྟེ་ཡི་གེ་ཕྲད་ཡོད་དུས་པ་སྟེ་ཡི་གེ་ཐ་མ་ཐ་མའི་སྒྲ་གདངས་དེ་མ་སྟོན་ཡང་རེད། ཞེས་དང། ཀམ་པ་ཀམ་པ། ཀ་ལ་མ་ར་པ་ལ། པ་ལ་པ་ལ། ད་ར་ད་ར། བ་ར་བ་ར། གར་རྒྱ་གར་རྒྱ། ཨ་གྷད་ཆ་ཨ་གྷད་ཆ། ཞེས་བྱས། ད་དེ་ཚོ་གཅིག་པ་རེད། བརྩེགས་མའི་བརྩེགས་མའི་ལྕགས་དེ། འགའ་ལ་ཡང་སྦྱང་ཡོད་དུས་གོ་ནས་དག་གི་སྒྲ་དང་སྟོན་ཡོད་དེ་འགག་བྱ་འགག་བྱ། བ་ག་བ་ཏི། མ་བི་ལམ་མ་བི་ལམ་པ་སྭཱ་ཧཱ། ཨོ་ཡ་དག་དེ་ཟིན་པའི་ཕྱིར་དེ་ནས་འཕགས་པ་ཤེས་རབ་ཀྱི་ཕ་རོལ་ཕྱིན་པ་བརྒྱད་སྟོང་པའི་གཟུངས་བཅས་བཅས་ཤོག་གྲངས་བརྒྱད་ཀྱི་ལྔ་བཅུ་ང་གཉིས་ན་གཟིགས་གོ། བཅོམ་ལྡན་འདས་མ་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཕྱག་འཚལ་ལོ། ཏཱ་ཏི་ཡཱ་ཏཱ།

འཕགས་པ་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཕྱག་འཚལ་ལོ། སངས་རྒྱས་ལ་ཕྱག་འཚལ་ལོ། ཆོས་ལ་ཕྱག་འཚལ་ལོ། དགེ་འདུན་ལ་ཕྱག་འཚལ་ལོ། ན་མོ་དྷར་མ་ཀཱི་ཡ། སམ་བྷོ་ག་ཀཱི་ཡ། དེ་བསམ་བྱས་བྱས་ཏེ། ཐིག་ལེ་དེ་ཡང་མ་ཡི་སྒྲ་དང་དོན་ཡིན་པ། ཁོ་རང་གི་ཚིག་གྲོགས། པཱ་ཏའི་ཡི་གེ་བཱ་དང་བཱ་ཏྲས་དང། སམ་བྷོ་ག་ཀཱི་ཡ། ནི་ར་མ་ན་ཀཱི་ཡ། ནི་ར་མ་ན་ཀཱི་ཡ། ཏཏེ་ཨ་ཐ། དཱ་ན་པཱ་ར་མི་ཏྟ། ཤི་ལ་པཱ་ར་མི་ཏྟ།

ཞེས་ལན་མེ་ཡིན། ད་ལྟ་ལག་གི་ཁང་དེ་ལ་ཡང་ཐིག་ལེ་ཅན་དེ་ཡང་ང་ཡི་སྒྲ་གདངས་དོན། རྗེས་འཇུག་ང་ཡི་སྒྲ་གདངས་ཚུལ་དུ་མ་སྟོན་ཡ་རེད་གང་ཟེར་རྒྱ་སོ་སྐད་ལ་ང་ལྟར་བཀླགས་ཅེས་གསུང་བ་ནུས། འོན་ཡང། དེའི་ཕྱིར།

ས་མ་ཏི་རྒྱན་ཨ་པ་ཡ་ཏི་སོགས་ཨ་སྤེ་ཅན་ཡིན་ཟེར་དེ་ཨ་དེ་ཚོ་ཨ་ཆུང་དེ་ཨ་ཡི་སྒྲ་དང་ཚུར་བསྟུན་དགོས་ཡོད་པ་འདྲ་ས་མ་རྒྱན་ས་མ་རྒྱན་ཨ་པ་ཡ་ཏི་སོགས་ཧ་བཟོད་པའི་སྙིང་པོ་དེ་ལན་གཅིག་ཐོས་པས་བཟོད་པ་ཐོབ་པར་འགྱུར་རོ་ན་མོ་སར་བ་ཏཱ་ཐཱ་ག་ཏ་ཡ་ཨ་ཅིན་ཏཱ་གོ་ཅཱ་ར་ཡ་ན་མོ་ཤཱནྟི་ཡེ་ཧི་བཱ་ཧུ་བི

ཨཱ། གོ་བ་དང་ཧོ་ནཱ་མོ་ཅི་ཏི་ཡ་བི་ཤ་ཡ་ནཱི། སམ་མ་ཏུ་ཏེ་བྷ་ག་བ་ཏེ་བི་རི་ཡ་པ་ར་མི་ཏ། བི་རི་ཡ་ན་ཀུ་རུ་བི་རི་ཡེ་བི་རི་ཡེ། མ་ཧཱ་བི་རི་ཡ་ཏ་དྷ་ག་ཏ། སར་བ་རྒྱ་ཨན་པ་ཡ་ཏི་སཝཱ་ཧཱ། ཡང་དེ་ནས་བསམ་གཏན་གྱི་སྙིང་པོ་འདི་ལན་ཅིག་ཐོས་པས་བསམ་གཏན་ཐོབ་པར་འགྱུར་རོ། ན་མོ་སྭ་བྷཱ་ཏ་ཐ་ག་ཏཱ་ནཱི། ཨོམ་བི་མ་ལེ་ནིར་མ་ལེ་དཱ་ཡ་ནེ་དཱ་ཡ་ནེ། དཱ་ཡ་ན་པྲི་ཡེ་ཧཱུྃ་བྷཱུྃ། ཤེས་རབ་ཀྱི་སྙིང་པོ་འདི་ལན་ཅིག་ཐོས་པས་ཤེས་རབ་ཐོབ་པར་འགྱུར་རོ། ན་མོ་སྭ་བྷཱ་ཏ་ཐ་ག་ཏཱ་ཡ།

འོང་ཡ། དེ་ནས་འོང་ཡ་ཕ་རོལ་ཕྱིན་པ་བཅུ་ཐོབ་པར་འགྱུར་བས་གཟུངས་བཅས་ཤོག་གྲངས་བརྒྱད་བརྒྱ་ལྔ་བཅུ་ང་བསྐྱེད་ན་སྲིད་དང། འོང་ཡ་ཕ་རོལ་ཕྱིན་པ་བཅུ་ཡི་སྙིང་པོ་འདི་ལན་གཅིག་ཐོས་པས་ཕ་རོལ་ཕྱིན་པ་ཐོབ་པར་འགྱུར་རོ། ན་མོ་སར་བ། སར་བ་ཏཱ་ནན། ཏ་ཐ་ག་ཏཱ་ནན། ད་ཤྲཱི་པ་ར་མི་ཏཱ་པ་རི་པུ་ར་ཀ་ནན་ཧྲཱི། ཡིན་ཡང་བྱུང། དེ་ནས་ཚད་མེད་བཞི་ཐོབ་པར་གྱུར་པའི་གཟུངས། ཅེས་ཤོག་གྲངས་བརྒྱད་བརྒྱ། དྲུག་ཅུ་ཐམ་པའི་ན་བཟིས་དང། ལན་ཅིག་བརྗོད་པས་བྱམས་པ་ཐོབ་པར་འགྱུར་རོ། ན་མོ་སར་བ་ཏཱ་ཏྲ་ཀ་ཏཱ་ནན། ཅུ་རུ་ཅུ་རུ། མུ་རུ་མུ་རུ། ཀ་རུ་ཎི། ཀ་ར་ཎི་ཡ་ཅིཏྟ་མུཏྤ་ཏཱ་ཡ། ཀ་ར

ཧུ་ལུ་ཧུ་ལུ། མུ་ལུ་མུ་ལུ། སཝཱ་ཧཱ། འདི་ལན་གཅིག་བརྗོད་པས་བཏང་སྙོམས་ཐོབ་པར་འགྱུར་རོ། ན་མོ་ས་ར་བ་ཏཱ་ཐཱ་ག་ཏཱ་ཧྲི་ད་ཡ། ཨ་ནུ་ག་ཏེ་ཨོམ་ཀྲུང་གི་ནི། སཝཱ་ཧཱ། ཚད་མེད་བཞི་ཐོབ་པར་གྱུར་པའི་གཟུངས་རྫོགས་སོ། དེའི་རྗེས་ཚད་མེད་བཞི་ཐོབ་པའི་གཟུངས་བཅས། དེ་ནས་ཤེས་རབ་ཀྱི་ཕ་རོལ་ཕྱིན་པ་སྟོང་ཕྲག་བརྒྱ་པ་གཟུང་བར་འགྱུར་བའི་གཟུངས། ཤོག་གྲངས་བརྒྱད་བརྒྱ་དྲུག་ཅུ། རི་གཉིས་ན་སྲིད་བལ་དང། བརྒྱད་བརྒྱ་དྲུག་ཅུ་རི་གཉིས་ན་སྲིད་བལ་བཅས། བཅོམ་ལྡན་འདས་མ་ཕ་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཕྱག་འཚལ་ལོ། ཅེས་ཏཱ་ཏི་ཡ་ཐ་ཨོམ་མུ་ནི་དྷར་མེ། སངྒ་ར་ཧ་དྷར་མེ། ཨ་ནུ་གྷིར་ཧ་དྷར་མེ། བྷི་མུཀ་ཏི་དྷར་མེ། ས་ཏྭ་ཨ་ནུ་གྷིར་ཧ་དྷར་མེ། བྷེ་ཧྲཱི་ཝ་ན

ཡ་བྱ་སྟེ་ནི་འདི་ཟིན་པར་བྱེད། དེ་ནས་འཕགས་པ་ཕལ་མོ་ཆེ་གཟུང་བར་གྱུར་པའི་གཟུངས་བཤོས་གྲངས་བརྒྱད་བརྒྱ་དྲུག་ཅུ་རེ་བཞི་ན་གཟིགས་སོ། དཀོན་མཆོག་གསུམ་ལ་ཕྱག་འཚལ་ལོ། ཨུམ། ན་ཐཱན། ཅེས། གང་གིས། ཐིག་ལེ་དེ། བྷཱ་ཀྱི། ཡི་གེ་མཐའ་ལ་ཡར། ཐོག་གོ་བ་ལ་བརྟེན་ཏེ་བསྐོར་ནས། ཨུམ། ན་ཐཱན།

ཨོའོ་ཡ་དེ་བྱས་དེ་ནས། ཕ་མ་སོ་སོ་སྦྲང་མ་ཆེན་མོའི་བཟུང། ཕ་མ་སོ་སོ་སྦྲང་མ་ཆེན་མོ་བཟུང་བར་གྱུར་པས་བཟུང། ཤོག་གྲངས་བརྒྱད་ཅུ་བདུན་བཅུ་དོན་གཉིས་ན་བསྲེའོ། དཀོན་མཆོག་གསུམ་ལ་ཕྱག་འཚལ་ལོ། ན་མོ་ས་མ་ནྟ་བུ་ཏཱ་ནན། ཨ་པྲ་ཏི་ཧ་ཏཱ་ཤཱ་ས་ནན། ཨོ་མ་ནི་དཱ་རི། ཝཱི་ཇི་རི་ནི་མ་ཧཱ་པྲ་ཏི་ས་རེ་ཧཱུྃ་ཧཱུྃ་ཕྲ྄་ཕྲ྄།

ཧི་ནི་ཧི་ནི་ཧི་ནི། ཅུ་རུ་ཅུ་རུ། མ་རེད། ཅུ་ལུ་ཅུ་ལུ་ཅུ་ལུ། ཧུ་ལེ་ཧུ་ལེ་ཧུ་ལེ། ཡུ་ལེ་ཡུ་ལེ་ཡུ་ལེ། པ་ལེ་པ་ལེ་པ་ལེ། མུ་ཆི་ཏཱ་ནཱ་དི། མུ་ཆི་ཏཱ་ནཱ་དི། ཨ། བིན་དེ་བན་ཇི་བན་ཇི་རེ། བིན་དེ་བན་ཇི་རེ། མན་དེ་པྲ་མ་དི། དེ་ན་ཀ་རི་སུ་བྷ། འོ་ཏུ་སྐྱེ། ཨ་ནི་ད། ཨོ་ཡ། དཔེ་དེབ་དེ་ན་ཡོད་དེ་བའི་ང། གང་ཡོད་དེ་དེ་མ་བློ་དོན། ཟིན་པ་རེད་ད་དེ་འཇུག་འགྲེལ་འགྲོ་དེ་བ་དེ་ཐ་མ་ཐ་མ་ར་ཐུང་བློ་གྲོས་ཆེན་པོ་རིགས་ཀྱི་བུ་འམ་རིགས་ཀྱི་བུ་མོ་གང་ལ་ལ་ངག་གི་ཚིག་འདི་དག་འཛིན་པ་དང་འཆང་བ་དང་སློབ་བ་དང་ཀུན་ཆུབ་པར་བྱེད་ན། ལྷའམ། ལྷ་མོའམ་ཀླུའམ་ཀླུ་མོའམ་གནོད་སྦྱིན་ནམ་གནོད་སྦྱིན་མོའམ།

ལུས་གསུས་པོ་མ་ལུས་གསུས་པོ་མོའམ་མིའམ་མི་མ་ཡིན་པ་དེ་དག་ཐམས་ཅད་ཀྱིས་གླགས་མི་རྙེད་དོ། གསང་སྔགས་ཀྱི་ཚིག་འདི་དག་ཀློག་པར་བྱེད་པ་དེས་ལང་ཀར་ཤེས་པའི་མདོ་ཐམས་ཅད་བསླབ་པར་འགྱུར་རོ། སྔགས་ཀྱི་ཚིག་འདི་དག་ནི་བཅོམ་ལྡན་འདས་ཀྱིས་སྲིན་པོ་ལ་སོགས་པ་རྣམས་བཟློག་པའི་ཕྱིར་གསུངས་སོ། བར་པ་ལང་ཀར་ཤེས་པའི་མདོ་ཐམས་ཅད་བསླབ་པར་འགྱུར་བའི་གཟུངས་རྫོགས་སོ། ཞེས་བྱ་བ་ཡང་དག་འཇུག་སྡོམ་ཐ་མ་དེ་ལ་ཡང་དག་སྨོན་ཚིག་དང་བཀྲ་ཤིས་པའི་ཚིག། ཕྱི་ཚུལ་བདེན་ཡང་ཉི་ཟླའི་དཀྱིལ་འཁོར་བཞིན། མཆོག་གི་མཐའ་དྲུག་ཀུན་ཏུ་གྲགས་གྱུར་ཏེ། བློ་གྲོས་པད་མོ་རབ་ཏུ་རྒྱས་བྱེད་ཅིང། སངས་རྒྱས་བསྟན་པ་དར་ཞིང་རྒྱས་པར་ཤོག། སངས་རྒྱས་ཉི་མ་མཚན་དཔེའི་གཟི་བྱིན་འབར། དམ་ཆོས་ཉི་མ་སྙིང་གི་བདུད་རྩིར་སྤྱོད། དགེ་འདུན་ཉི་མ་ཐར་པའི་གྲོགས་གྱུར་ནས། མཆོག་གསུམ་ཉི་མའི་འོད་དང་མི་འབྲལ་ཤོག། སྟོན་པ་འཇིག་རྟེན་ཁམས་སུ་བྱོན་པ་དང། བསྟན་པ་ཉི་འོད་བཞིན་དུ་གསལ་བ་དང་བསྟན་ཚུལ་སློབ་དཔོན་དར་ཞིང་རྒྱས་པ་ཡི་བསྟན་པ་ཡུན་རིང་གནས་པའི་བཀྲ་ཤིས་ཤོག། དཔེ་དེབ་འདི་ཆ་ཚང་མ་ཆེས་བློ་གདུང་ཟིན་པ་ཡིན། དེ་ནས་ངས་སྡུག་གི་ཆེད་ལས་ཡ་ཡི་གེ་གང་ལ་ཡང་ད་ལྟ་ཆོས་སྲིད། ཆོས་སྲིད་དང་འབྲེལ་བའི་ཐ་སྙད་ཅིག་ཡོད་པ་འདི་མི་བློ་སྤྱི་དང་བརྗེ་ཚར་བཞག་ད་ངས་དེ་ནི་འདི་བ་དེ་མ་ཀློག་གི་ཡིན་ད། འོན་ཡང་དེ་ནི་གང་དག་ཡུལ་དྲི་ཞེས་པ་ནི་ཞེས་རེས་ཆོས་ཚུལ་དུ་འབྲེལ་བའི་ཐ་སྙད་ཅིག་ཡོད་པས་ནི་ཏིང་ངེ་ལོག་གོ་རེ་འདོད་ལ་ཡང་གོ་མི་ལམ་རྐྱང་ང་ཡིས་ཀློག་འདོན་མ་ཞུས་བཞག་སོང་ང་འོ་ད་ཨ་ལས་ཐུགས་ཀྱི་མེ་ཏོག་མ་བརླག་པའི་གནད་བྲིས་བཞག་ཡ་ཡ་ད་འདུལ་བའི་དངོས་པོ་ཞེས་བྱས་ཀྱི་ད་འདུལ་བྱེད་འདུལ་བའི་ཐབས་ལ་ཡང་ནི་ཞིག་ཐབས་ལམ་དུ་མ་སོགས་གཞི་ཅིག་ཡོད་མི་རེད།

ས་མ་ན་ཨར་ཐ། ས་མ་ན། ཅེས་ཨ་ནི། ཅེས་གོ་གང་ས་གོ་རེད་འདིའི་བར་ལ་ཡོད་བསྡད་པའི་ཡག་ཆུང་དེ་ཨ་ཡི་སྒྲ་གདངས་ཡང་ཟུག། ཟུག་དོན་བྱས་པས་ན་ཨ་ནི་གོ་ས་མ་ན་ཨར་ཐ་ཟེར་ཡག་ཆེ་གི་དོན་ཨང་འདུག་ཚུལ་རེད་ཅེས་སྦྱིན་པ། སྦྱིན་པ་ལ་ཡག་གདངས་ན་སྙན་པར་སྨྲ་བ་ལ་པིར་ཡག་གདགས་ཏི་ཏཱ། དོན་བཅོས་པ་ལ་ཨར་ཐ་བཅར་ཡག། དོན་མཐུན་པར་ཡག་ས་མ་གནང་ཨར་ཐ། འོན་ཡག་ཆུ་ད་ད་རེད་ད་ག་ཚམ་བྱ་རྒྱུ་ཡིན་འདུག།